གཞོགས་པ་དེ་ལས། ང་ཡ་ད། ཁ་སང་གི་ཚ། ཁ་སང་དེ་ད་སེམས་ཙམ་པ་དགག་ཡོད་རེད་བ་སེམས་ཙམ་པ། ད་གཙོས་ང་ཚོས་དབུ་མ་འཇུག་པའི་སྐབས་ལ་གཙོས། དགག་བྱ་འདྲ་བོ་དེ་རྩོལ་སེམས་ཙམ་པ་དགག་གི་འདུག་སེམས་ཙམ་པའི་དགག་རེད་དབུ་མ་འཇུག་པ་སུམ་ཅུ་དྲུག་པའི་སྐབས་ལ་རྩོལ་སེམས་ཙམ་པ་བྱས་སློབ་དཔོན་ཀླུ་སྒྲུབ་ཀྱིས་དབུ་མ་རྩ་བ་ཤེས་རབ་དགག་ལ་རྩོལ་བྱེད་འདོད་གཉིས་རྩོལ་དགག་ཡོང་འདུག་བྱེད་འདོད་གཉིས་གྲུབ་མཐའ་ངན་ཤོས་འདྲ་བོ་དེ་ལྟར་གྲུབ་མཐའ་ངན་ཤོས་འདྲ་བོ་དེ་དེར་བ་དང་བྱེད་འདོད་གཉིས་ཀྱི་གྲུབ་མཐའ་དེར་བ་བྱེད་ཕྲ་མོ་བའི་གྲུབ་མཐའ་དེར་བ་དེ་རྩོལ་དགག་གནང་གི་ཡོད་འདུག་འོ་ད་དབུ་མ་འཇུག་པའི་སྐབས་ལ་ཡང་རྩོལ་སེམས་ཙམ་པའི་གཞུང་ལུགས་བཀའ་གདུགས། དེ་ཡང་རྩ་བ། མ་བཅུག་པར་སེམས་ཅན་འཁྲུལ་པའི་ཀརྨ་ཁ་འཁྲུལ་ཡང་དགོས་འདུག་བ། ད་དེ་རྩོད་བ་བཀག་ཡ་དེ། རྩོད་བཀག་ས་དེ་ག་རེད་ཟེར་ན་ཆེ་མཐོང་ཡོད་མ་རེད་ཟེར་ཡ་ཅིག་བཀག་གི་ཡོད་རེད་ཆེ་མཐོང་མེད། ཁས་ལེན། མེད་པ་ཁས་ལེན་དུས་དེ་བཀག་གི་ཡོད་རེད། ཤེས་པ་བདེན་གྲུབ་ཟེར་ཡ་ཡོད་པ་ཁས་ལེན་དུས་དེ་བཀག་གི་ཡོད་རེད་བ། ད་ད་ལྟ་སྐབས་སུ་བབ་པ་ཤེས་པ་བདེན་པ་གྲུབ་པ་བཅས་ལ། ཆད་པ་བདེན་པར་གྲུབ་པ་ཅིག་བྱས་ཕྱི་རོལ་གྱི་ཡུལ་མེད་པར་རྣམ་ཤེས་བདེན་པར་གྲུབ་པར་ཁས་ལེན་གྱི་ཡོད་རེད་དེ་བཀག་ཡོད་རེད་བ། ད་ཕྱི་རོལ་མེད་པར་རྣམ་ཤེས་ཡོང་གི་མ་རེད། ད་ཕྱི་རོལ་མེད་པར་རྣམ་ཤེས་ཡོང་གི་ཡོད་ན་དེ་ནི་ཁ་སང་གར་པད་ཟླ་འདིར་མ་རྩ་བ་མང་པོ་བགྲོད་ནས་རྩ་བ་བཤམས་ཏེ་བསྡད་ཡིན་པ། ང་རང་སུ་ཕྱི་རོལ་གྱི་ཡུལ་མེད་པར་བྱས་དབང་པོ་མེད་པར་བྱས་དེ་འདྲའི་གི་རྣམ་ཤེས་སྐྱེ་བ་ཅིག་ཡོད་པ་ཡིན་ན་དེ་ནི་མིང་མེད་པ་ལས་ཡག། རྣམ་ཤེས་སྐྱེ་བ་ལྟ་བུའི་སྐྱོན་ཡོང་གི་རེད་ཟེར་གྱི་རོ་མིག་མི་སྲིད་དུས་མིག་གི་དབང་པོ་ཉམས་ཚར་འགྱུར་འགྱུར་རོ། འོ་ད་ཁ་སང་དཔེ་ག་རེ་རེད་ཟེར་ན། རྨི་ལམ་ནང་ལོགས་ལ་ང་ཚོ་རྨི་ལམ་ལ་དཔེ་བྱས་ནས་གཤེགས་ཡོད་རེད་ད་བྱེད་སྒྲ་སེམས་ཙམ་པས་གིས་རྨི་ལམ་ནང་ལོགས་ལ་དཔེ་བྱས་ནས་གཤེགས་འདུག་ག་ལ་རྨི་ལམ་དེས་ད་བྱེད་ཀྱི་ཤེས་པ་རང་བཞིན་ཡོད་པའི་དཔེ་འདྲ་བོ་ཞིག་བཤད་ཀྱི་འདུག་ཨ། ཤེས་པ་དེ་དཔེ་རང་ངོས་ནས་སྐྱེ་ཡ་ཡོད་པས་སོ་རེད་ཅེས་རྨི་ལམ་དེ་དཔེ་བཀོད་ནས་བཤད་ཀྱི་འདུག་ཨ། ད་རྨི་ལམ་ནང་ལོགས་ལ་ཡང་དེ་ཡོང་གི་རེད་ཟེར་རྨི་ལམ་ནང་ལོགས་ལ་ཡང། ཅེས། ཀུན་གཞིའི་རྣམ་ཤེས་ཀྱི་སྟེང་གི་ཡིད་ཀྱི་བག་ཆགས་ཀྱིས་བཞག་ཀུན་གཞིའི་རྣམ་ཤེས་ཀྱི་སྟེང་གི་བག་ཆགས་ཀྱིས་བཞག་བག་ཆགས་དམན་པ་ལ་བརྟེན་ནས་དེ་ནས་གཅིག་གིས་མེད་དབང་དང། ཡུལ་དང་དུས་སུ་མེད་ནས་ཡང་ཡིད། ཡིད་ཀྱི་ད་རྣམ་ཤེས་འདྲ་བོ་ཅིག་རང་བཞིན་གྱིས་སྐྱེ་གི་རེད་ལབ་ཡོད་དུས་ག་ལ། ད་འདི་ལ་བག་བཏང་ནས་སྒོ་མཚུངས་རིག་པ་བཏང་ནས་ནི་མེད་དབང་མེད་པ་གཅིག་ལ་མེད་དབང་མེད་པའི་གང་ཟག་ད་མེད་ཀྱི་དབང་པོ་ཉམས་ཚང་གྱོད་གང་ཟག་གཅིག་ལ་ཡང་དེ་ནས་ཀུན་གཞིའི་རྣམ་ཤེས་སྟེང་གི་བག་ཆགས་དེ་སྨིན་པ་ལ་བརྟེན་ནས་ཨ་ནི་མེད་དབང་མེད་དེ་ཉིད་གང་ཟག་དེ་ལ་མིག་གི་རྣམ་ཤེས

རེ་བ། ཕྱི་རོལ་གྱི་ཡུལ་དང་མིག་དབང་དང་དུས་ཚོད་མེད་པར་རྣམ་ཤེས་རང་ངོ་ནས་སྤྲོ་བ་ཅན་བཞག་གི་ཡོད་ན་མིག་དབང་མེད་པ་ལ་ཐིག་ནང་བཞིན་བཞག་པ་བྱེད་ཀྱི་རེད་དེ་མི་འདུག་ག་སེམས་མིག་དབང་མེད་པ་ལ་མི་ཤེས་ཀྱིས་ཟེར་ཏེ་འཇིག་རྟེན་གྲགས་པས་གནོད་ཀྱི་རེད་བ་ད། འཇིག་རྟེན་གྲགས་པ་ཁོ་ར་གནོད་ཀྱི་རེད་བ། མེད་མེད་མེད། ངས་མཐོང་གི་མི་འདུག་ངས་གོ་གི་མི་འདུག་ལབ་དུས་འོ་ན་དབང་པོ་ནས་ཉམས་སུ་རེ་བ། དབང་པོ་ཉམས་ནས་མཐོང་གི་ཡོད་མ་རེད་དབང་པོ་ཉམས་ནས་གོ་གི་ཡོད་མ་རེད་དབང་པོ་ཉམས་ནས་ཁྲི་ཚོགས་ཡོང་བ་རེད། ཡང་སྤྱི་འཐུས་ཚོགས་ཡོང་བར། འོ་ད་དེ་དེ་དགག་བཞག་དེ་ཁ་སང་དེ་རེད། ད་དེ་ཡིན་དུས་དེ་འདྲའི་དགག་བཞག་ཅིག་གནང་ཡོང་དུས་ག་ལ་ཨང་སེམས་ཙམ་པའི་ཚུལ་དེ་བ་འདྲ་བ་ཅིག་བཤད་ནས་དེ་འདྲས་མ་རེད་ཟེར་བ་དེ་འདྲས་མ་རེད་ཟེར་གི་ད་དེ་དེ་ཚུལ་གསུངས་བཞག་པ་དེ་ལ་ད་རྩ་བ་དེ་རིང་དེ་རེད། གལ་ཏེ་ཁྱོད་དང་སྨོན་ལམ་དྲུག་པ་ཡི་ནུས་པའི་གར་ས་ནུས་པ་དམིགས་ཡོད་གསལ་བ་མི་འགྱུར་ན་དྲུག་པའི་ནུས་མེད་ས། དེ་དྲུག་པའི། གར་ས་དྲུག་པའི་ནུས་མེད་ཇི་ལྟར་དེ་མེད་དུ་དེ་ཚེ་རྨི་ལམ་མེད་ཅེས་ཅི་མི་རིགས་ས། བྱས་ཙང་ད་དེ་འདྲས་མ་རེད་ཟེར། གལ་ཏེ་ཁྱོད་ལྟར་ཟེར་དུས་ག་ལ་སེམས་ཙམ་པ་ཁྱོད་རང་གིས་འདོད་པ་ནང་བཞིན་བྱས་དེ་འདྲས་བཤད་པས་ཁྱོད་རང་གི་འདོད་པ་དེ་དེ་འདྲས་རེད་ཟེར་ད་བཀོད་བས་ན་འདོད་པ་དེ་ག་རེད་ཟེར་ན་རྨི་ལམ་ནང་ལོགས་ལ་དྲུག་པ་ཡིད་ཀྱི་རྣམ་ཤེས་ཟེར་གྱི་འདུག་ང་ཚོ་རྣམ་ཤེས་དྲུག་ཡོད་རེད་པ། རྣམ་ཤེས་ད་ཁོ་རང་སེམས་ཙམ་པའང་རྣམ་ཤེས་བརྒྱད་ཁས་ལེན་གྱི་ཡོད་རེད་པ་ཡིན་ན་ཡང་རྣམ་ཤེས་དྲུག་ནང་ལོགས་ལ་ཡིད་ཀྱི་དྲུག་པ་ད་རྣམ་ཤེས་དྲུག་པ་ཡིད་ཀྱི་རྣམ་ཤེས་དྲུག་པ་དེའི་ནང་ལོགས་ལ་ཀུན་ཤེས་ཀྱི་རྣམ་ཤེས་ནུས་པ་དམན་པ་ལ་བརྟེན་ནས་དེ་ནས་བྱེད་ཀྱི་ཕྱིར་རོ། ད་ཕྱིར་རོ། དྲུག་པ་འགར་ཟ་དྲུག་པ་ཡིད་ཀྱི་རྣམ་ཤེས་ཀྱི་སྟེང་དུ་ནུས་པ་དམན་པ་ལ་བརྟེན་ནས་དེ་ནས་བྱེད་ཀྱི་མི་ཤེས་དང་དེ་འདྲས་ཀྱི་རྣམ་པར་ཤེས་པ་སྐྱེ་ཡ་གཅིག་ཡོང་གི་རེད། གསལ་བའི་སྐབས་ལ་ཡོད་མ་རེད་ལབ་བས་ན་རྨི་ལམ་གྱི་སྐབས་ལ་ཡོད་རེད་རྨི་ལམ་གྱི་སྐབས་ལ་དེ་འདྲའི་ཅིག་གིས་དྲུག་པ་ཡིད་ཀྱི་རྣམ་ཤེས་ཀྱི་སྟེང་གི་ནུས་པ་དེ་བག་ཆགས་སྨིན་པ་ལ་བརྟེན་ནས་རྣམ་ཤེས་སྐྱེ་བ་ཅིག་ཡིན་དགོས་རེད་གཉིས་ཡ་གསལ་བའི་སྐབས་དེ་ལ་ཡ་ཕྱི་རོལ་གྱི་ཡུལ་མེད་པར་རྣམ་ཤེས་སྐྱེ་ཡ་དང་ད་ཅིག་གིས་ཕྱི་རོལ་གྱི་གཉིས་གསལ་བའི་སྐབས་དེ་ལ་དྲུག་པ་ཡིད་ཀྱི་རྣམ་ཤེས་ནུས་པ་སྨིན་ནས་དེ་ནས་རྣམ་ཤེས་སྐྱེ་བ་དེ་བཞག་ཤིང་མ་རེད་ལབ་བས་ན་ད་དེ་འགྲིག་གི་མི་འདོད་ད་སྒོ་བཟུང་རིག་པ་དེ་སྒོ་གསུམ་རེག་པ་དེ་འདྲ་ཡིན་ན་གསལ་བའི་སྐབས་རེ་ཡིན་ན་ཡང་རྣམ་བཞིའི་གཟའ་གཅིག། ཀུན་གཞི་རྣམ་ཤེས་ཀྱི་བག་ཆགས་དམན་པ་ལ་བརྟེན་ནས་རྣམ་བཞིའི་གཟའ་གཅིག་ཕྱིར་འཕྲོག་གི་ཡུལ་མེད་པར་རྣམ་ཤེས་སྐྱེ་བ་མེད་པར་སྡོད་ཀྱི་ཡོད་ན་རྨི་ལམ་སྐབས་ལ་དེ་དེ་བཞིན་སྡོད་དགོས་ཅི་གི་རེད་ཟེར། རྨི་ལམ་སྐབས་ལ་ཡིན་ན་ཡང་ཕྱིར་འཕྲོག་གི་ཡུལ་ཡོད་ཡོད་མ་རེད་རྨི་ལམ་ནང་ལ་ཕྱིར་འཕྲོག་ཡུལ་ཡོད་མ་རེད་འོང་པོ་དེ་ཡོད་མ་རེད་ཨ་ནི་ཁྱེད་རང་གིས་ཀུན་གཞི་རྣམ་ཤེས་སྟེང་གི་བག་ཆགས་དམན་པ་ལ་བརྟེན་ནས་རྣམ་ཤེས་སྐྱེ་བ་ཁས་ལེན་པ་དེ་འགྲིག་གི་མི་འདུག།

གཉིས་ཀ་འགྲུབ་ཀྱི་ཡོད་རེད། དེ་ཚེ་སྨི་ཚེ། དེ་ཚེ་སྨི་ཚེ་མེད་ཅེས་ཅིས་མེད་རེད་ས་རྨི་ལམ་ག་ལ་མེད་བ་ཁས་ལེན་དགོས་ཀྱི་རེད་ས་ད་ཁྱེད་རང་གིས་ལབ་པ་ནང་བཞིན་བྱས་ན་རྨི་ལམ་ནང་ལོགས་ལ་ཡལ་ན་རྨི་ལམ་གྱི་སྐབས་ལ་ཡིན་ན་ཡང། ཅེས་ཀྱི་ཕྱི་རོལ་གྱི་ཡུལ་དང་དབང་པོ་དང་དུས་ཚོད་མེད་པ་ལ་ཡང་རྣམ་ཤེས་རང་ངོ་ནས་འཕྲོད་པར་བྱ་ཡ་ཅིས་མེད་བ་ཞིག་ཁས་ལེན་དགོས་རེད་སྲེད་པའི་སྐབས་ལ་ཁྱེད་རང་མེད་བ་ཁས་ལེན་གྱི་འདུག་ག་ས་ད་དེ་འདྲས་ཞིག་གསུང་གྱི་འདུག་དེ་འདྲས་ཅིག་ཡིན་ས་རེད། ད་དེའི་ཞུ་སྒོ་ད་ལ་ཡང་ད་ང་ཚོ། གར་ས་བ་ད། ཤེས་པ་ས་ཡ་དེ་རང་ངོ་ནས་འཕྲོད་པ་ཡིན་པ་ཡིན་ན། ཁོ། རྒྱུ་དང་རྐྱེན་ལ་ལྟོས་གྱི་ཡོད། རྒྱུ་དང་རྐྱེན་ལ་ལྟོས་དགུ་དགུ་མ་རེད། རྒྱུ་དང་རྐྱེན་ལ་ལྟོས་མིན་གྱི་ཡུལ་དག་འཁྲུལ་པ་གཅིག་བཞག་གོ་རོགས་རང་ངོ་ནས་འཁྲུལ་པ་ལ་ལྟོས་ག་ལ་རྒྱུ་དང་རྐྱེན་ལ་འབྲེལ་བ་མེད་དེ་ཉིད་གཅིག་གི་འཁྲུལ་པ་གཅིག་ལ་བཞག་གི་ཡོད་རེད་པ་དག་ཡུལ་དོན་ནས་འཁྲུལ་པ་གཅིག་དེ་ཡིན་ལྟོས་ག་ལ་ད་ད་དེ་ལ་ཡང་དགག་པ་སྐྱོན་པ་དེ་དེ་གསུམ་དུ་རོ། ཇི་ལྟར་མེད་ཅེས་ག་ས་ཇི་ལྟར་མི་མེད་དེ་ཡི་རྒྱུ་མེད་ད་རྨི་ལམ་དུ་ཡང་གཉིད་ནི་རྒྱུ་མ་ཡིན་ས།

གཉིད་སད་པའི་སྐབས་དེ་དང་གཉིད་ཁུག་པའི་སྐབས་ཀྱི་ད་ག་རེ་ཡིན་ན་ཡང་མིང་མེད་དུ་གཉིད་གང་ཟག་དེ་ལ་ད་ཅིག་མི་ཤེས་སྐྱེ་ཡག་ག་རེ་ཡོང་མ་རེད། གཉིད་ཁུག་པའི་སྐབས་སད་དུས་གཉིད་དེ་རེད་བ། གཉིད་སད་དུས་སྐབས་ལ་སྒོ་ངའི་ཤེས་པ་རྡུལ་སྙེད་དེ་རེད་བ། སྒོ་ངའི་ཤེས་པ་རྡུལ་སྙེད་ཀྱི་གཉིད་དེ་གཉིད་ཀྱི་དེ་ནས་གང་ཟག་མིང་མེད་དུ་གཉིད་དེ་ལ་རྣམ་ཤེས་སྐྱེ་ཡག་གི་རྒྱུ་ཆགས་ཀྱི་མ་རེད། ཨ་ནི་ཡང་གཉིད་སད་ནས་ད་གང་སར་མིག་མེད་དེ་གཉིད་ཅིག་ནས་ཁོ་གཉིད་སད་ཡོད་རེད་བ་ཡང་གཉིད་སད་བཞིན་ད་གཉིད་ཡ་དྭངས་ཡ་ཡོད་རེད་བ། འོ་ད་གཉིད་ཡ་དྭངས་པའི་སྐབས་དེ་ལ་ཨ་གཉིད་དྭངས་པ་དེ་ཡང་སྒོ་ངའི་ཤི་བ་དབང་པོ་མེད་དེ་ཉིན་གཅིག་ལ་མིག་གི་ཤི་བ་རྒྱས་གི་རྒྱུ་རེད་བས་སམ་རྒྱུ་མ་རེད། བྱས་ཙང་ད་དེ་གི་རྩ་བ་དེ་གི་ན་ལོ་ལ་གཉིད་སད་པའི་སྐབས་དེ་ད་གཉིད་གཉིད་པོ་དེ་འོ་ད་མི་ཤི་རྒྱས་གི་རྒྱུ་མ་ཡིན་པ་མིག་མེད་དེ་ཉིན་དེ་ལ་སྲིད་འོ་ད་མིག་མེད་དེ་ཉིན་དེ་ལ་མི་ཤི་རྒྱས་བ་རྒྱུ་མ་རེད། མེད་བའི་རྒྱུ་མཚན་ག་རེད་ལ་ན།

བདག། དེ་གསུངས་བདག། རྨི་ལམ་གསལ་བདེ་དེའི་ཕྱིར་རྒྱུ་མཚན་འདི་ཡིན་ཞེས་རྨི་ལམ་དུས། རྨི་ལམ་དུས་བདག། མིག་ཡོད་མ་རེད་དབང་པོ་ཡོད་མ་རེད་ཤེས་པ་ཡོད་མ་རེད་དུས་ཚོད་གང་གང་ལོ་རྨི་ལམ་ནང་ལ་བཏང་བདེ་ཡག་གི་རྨི་ལམ་གྱི་མིག་དང་རྨི་ལམ་གྱི་ཤེས་པ་དང་རྨི་ལམ་གྱི་ཡུལ་ག་རེ་ཡིན་ན་ཡང་དུས་འདའ་དུས་ཚོད་གང་གང་ལོ་རྫུན་པ་རེད། རེད་བ། ཡུལ་ཡིན་ན་ནི་ཡུལ་རྫུན་པ་རེད་ཡུལ་ཅན་ཤེས་པ་ཡིན་ན་རྫུན་པ་རེད་རྫུན་པ་རེད། རེད་བ། རྫུན་པ་ཡིན་པའི་རྒྱུ་མཚན་ག་རེད་ཟེར་ན་ཁོ་བདེ་མོ་མ་རེད་བ། རྨི་ལམ་ནག་ལོ་ལ་བཏང་བདེ་བ་ཁ་སང་ཞུས་ཡིན་པ། རྨི་ལམ་ནག་ལོ་ལའང་གཅིག་གིས་ག་རེ་བཏང་བས་ནས་བཟང་ངན་ག་རེ་བཏང་བས་ནས་ཡང་ཁོ་བདེན་པ་ཆགས་ཀྱི་ཡོད་མ་རེད་བདེན་པ་ཡིན་པ་ཡིན་ན་གཉིད་སད་པའི་སྐབས་ལ་ཡང་ཁོ་ཡོད་དགོས་ཀྱི་རེད། མེད་པ་ཅིག་བཏང་སོང་ན་མེད་དགོས་ཀྱི་རེད་ཡོད་པ་ཅིག་བཏང་སོང་ན་ཡོད་དགོས་ཀྱི་རེད་བ། དེ་ཡིན་དུས་ག་ལ་རྨི་ལམ་ནག་ལོ་ཡ་ག་ལ་ཟ་བ་འདི་འདྲ་བཏང་བས་ན་དེ་བདེན་པ་ཡིན་པ་ཡིན་ན། ད་ཡོད་རྨི་ལམ་ན་ག་ལ་ཟ་བའི་སྐབས་ལ་ཡར་དྭགས་རོ་ཉུང་བའི་སྐབས་དེ་ལ་ཡུལ་དེའི་རོ་འདྲ་བོ་ལུང་བཅུ་བའི་སྐབས་དེ་ལ་རོ་དུས་ཚོད་དངོས་གནས་ལུང་བཅད་དེ་བདེན་པ་ཡིན་པ་ཡིན་ན་གཉིད་སད་པའི་སྐབས་ལ་ཡར་དྭགས་ཚེམས་དགོས་ཡ་ཅེས་རེད་བ་ཚེམས་དགོས་ཡ་དུས་བ་ཁ་འགོད་ཅིག་ཡིན་དགོས་རེད་དེ་འདྲ་ཡིན་ན་འགྲིག་གི་མི་འདུག་ཟེར་རེད་བ། རྫུན་པའི་ཡུལ་ཅན་ཟེར་ད་རྫུན་པའི་ཡུལ་ཅན་རྟོགས་པར་རྒྱུ་ཁས་བླངས་རྟོགས་པའི་རྒྱུར་ཁས་བླངས་ཟེར་དུས་ག་ལ་ཕལ་ཆེའི་རྨི་ལམ་ཟད་དེ་ང་ཚོ་ཐལ་འགྱུར་བའི་ལུགས་ལ་བྱས་པས་ན་རྨི་ལམ་བདེན་པ་མེད་པའི་དཔེར་རེད་བ། འདས་མ་མ་འཕྲོས་པ་དེ་ཡུལ་དེ་ལ་བརྟེན་ནས་རྟོགས་ཐུབ་ཡ་ཅི། དཔེར་ན། གཟུགས་སྒྲ་དྲི་རོ་རེག་བྱ་དེ་ཚོ་འདས་མ་མེད་དེ་དཔེར་ན་རྨི་ལམ་ནང་བཞིན་རེད་ཟེར་འདས་མ་ཡོད་མ་རེད་ཟེར་གྱི་ན་འདས་མ་མེད་པར་རྨི་ལམ་བཀོད་ནས་དཔེ་བཀོད་ནས་དེ་ནས་དེའི་རང་བཞིན་གྱིས་མེད་པར་རྟོགས་དགོས་ཀྱི་རྒྱུ་དེ་ད་རྨི་ལམ་དེས་དཔེ་ཆགས་ཀྱི་ཡོད་རེད་ད་རྨི་ལམ་དེ་ཚོ་རེད་བ། རྨི་ལམ་དེ་ཚོས་རྒྱུ་ཆགས་རྒྱུར་ཁས་བླངས་ཟེར་དུས་ག་ལ་ཕལ་ཆེ་ད་ངོ་བོ་གནས་ལུགས་རྟོགས་པར་བྱེད་པ་ལ་ཡང་དཔེ་འདྲ་བོ་དེ་རྨི་ལམ་འདྲ་བོ་དེ་དེ་འདྲ་བྱེད་ཀྱི། བྱས་ན་འགྲིག་གི་མིན་འགྲོ་རྨི་ལམ། དེ་རྗེས་རྨི་ལམ་དེ་ཡང་དེ་སྔོན་མེད་བརྫུན་པའི་ཡུལ་ཅན་རྟོགས་པའི་རྒྱུར་ཁས་བླངས། ད་བྲལ་བ་ན་ལ་བྱས་ན་འདི་འདྲའོ། དེའི་རྗེས་རྨི་ལམ་དེ་ཡང་རྣམ་པ་དེ་ལྟ་བུ་ཡུལ་གྱི་རྣམ་པ་ཤེས་པ་དེ་ལྟ་བུ་དང་མིག་གི་རྣམ་པ་ཤེས་པའི་རྟེན་དུ་གྱུར་པ་ནི་རྣམ་པ་དེ་ལྟ་བུ་ཁས་བླང་བར་བྱའོ། དེ་ལྟ་བུ་ཁས་བླང་བར་བྱའོ། སི་ཏུ་ཀ་ལ། རྨི་ལམ་གྱི་ནང་ལ་ཡང་ཡུལ་དང་ཡུལ་ཅན་ཤེས་པ་དེ་དང་རྨི་ལམ་གྱི་ཤེས་པ་དེ་དང་བདེན་པ་མེད་པ་དཔེར་ན་ཞེས་བྱས་ནས་ཕྱི་རོལ་གྱི་གཉིད་སད་པའི་སྐབས་ཀྱི་བདག་གཉིད་སད་པའི་སྐབས་ཀྱི་ཡུལ་དང་ཡུལ་ཅན་བློ་དང་བདག་རྐྱེན་དབང་པོ་ལ་སོགས་པ་འདི་ཚོ་གང་གི་ལོ་བདེན་པ་མ་གྲུབ་པ་རེ་བ་རྫུན་པར་སྒྲུབ་པ་ཅིག་ཁས་ལེན་དགོས་རེད་ཟེར་གྱི་དེ་འདྲའི་ཅིག་བྱ་ཆོག་གི་ཟེར། དེའི་ཕྱིར་རྨི་ལམ་དུ་ཡང་དེ་དངོས་མེད་རྫུན་པའི་ཡུལ་ཅན་རྟོགས་པའི་རྒྱུར་ཁས་བླངས། རེ་བ། ད་དཔེ་དེ་ལ་བལྟས་ནས། དཔེ་དེ་ལ་བལྟས་ནས་དེ་ནི། དཔེ་དེ་ལ་བལྟས་ནས་དོན་དེ་ཡང་རང་བཞིན་གྱིས་མེད་པར་རྟོགས་པས་རྟོགས་པ་ཅིག་ཡིན་དུས་རྟོགས་པའི་རྒྱུར་ཁས་བླངས་ཟེར་གྱི་དེ་ནི་ཤར་ཕྱོགས་མིན་འགྲོ། དེ་ཡིན་དུས་ནམ་རྒྱུན་ང་ཚོས་ད་བདེན་པར་མི་བས་པས་རྨི་ལམ་རེད། བདེན་པ་མི་བས་སྒྲིབ་བྱེད་རྟེན་འབྲེལ་རེད་རེ་བ། རྟེན་འབྲེལ་གྱི་རྟགས་ལ་བརྟེན་ནས་དེ་མ་མེད་པོ་རྟོགས་པ་ནང་བཞིན། པའི་རྨི་ལམ་ལ་བརྟེན་ནས་དཔེ་རྨི་ལམ་དང་སྒྱུ་མ་དང་དུས་ཚོད་ལ་བརྟེན་ནས་རྨི་ལམ་དེ་དཔེ་བཀོད་པ་ལ་བརྟེན་ནས་དེ་ནི་དོན་དེ་ཡང་དེའི་ནང་བཞིན་བརྫུན་པ་འདོགས་ཡ་བདེན་པ་མེད་པ་རྟོགས་ཡ་དེ་འདྲའི་ཡིན་ཙང་རྟོགས་པ་ཅིག་དེ་འདྲའི་ཅིག་གི་རྒྱུར་ཡང་ཁས་བླངས་པ་ཟེར་ཅིང་ད་རང་ལུགས་ལ་དེ་འདྲའི་ཅིག་ཡིན་ས་རེད། དེ་ནས་དེའི་ཞོགས་པ་ལ་ཡང་ད་སེམས་ཙམ་པ་གི་རྩོད་པ་མང་པོ་བྱུས་སུ་བཀོད་ཡོང་དུས་ག་ལ་དེ་ལ་བག་ཚད་ཅིག་རང་ལུས་དབུ་མ་བག་ཁེའི་བག་གསལ་བར་བྱེད་ཐུབ་ཀྱི་རེད། གསལ་བར་བྱེད་ཐུབ་པའི་རྒྱུ་མཚན་ག་རེ་ལ་ན། ད་ད་ལྟ་བར་དུ་ལས་སེམས་ཙམ་པས་ལན་མང་པོ་རྒྱག་ཡོད་ཚུལ་རྨི་ལམ་ལ་དཔེ་བཀོད་ནས་མང་པོ་ཞིག་ལན་རྒྱག་ཡོད་ཅེས་ལན་རྒྱག་ཡས་དང། ཕྱི་རོལ་མེད་པར་བསྒྲུབ་ཡས་དང། ནང་རྣམ་པར་ཤེས་པ་བདེན་པ་ཡོད་པར་བསྒྲུབ་ཡས་ཏེ་སྒྲུབ་བྱེད་རིག་པ་རྣམ་དག་མེད་པར་དམ་བཅའ་ཙམ། དམ་བཅའ་ཙམ་ལ་བལྟ། དམ་བཅའ་ཙམ་དེ་ནས་མཐའ་ཐོག་ན་ལུང་ལ་བརྟེན་དགོས་ཡ་ཕྱིར། ལུང། ལུང་ཡ་ལ་ལུང་ལ་གཞི་བཅོལ་བའི་སོར་མ་དུ་སྒྲུབ་བྱེད་རིག་པ་འགྱུར་བ་མི་འགྱུར་གྱི་བརྡ་རྒྱབ་བརྟེན་ཚད་མ་ཅིག་མེད་པ་ཅིག་མཐོང་བས་དེ་ནས་དེ་མཐོང་བ་ཡིན་ཙང་དེ་ནས་དབུ་མ་པ་གིས་སེམས་ཙམ་པའི་རྩོད་པ་དེ་སེལ་བ་བྱེད་ཐུབ་ཀྱི་རེད་ཟེར་གྱི་གསུངས་ཏེ་བརྡ་དེ་རེད་བཞག། དེའི་ལན་ནི་གང་དག་གང་དག་པ་དེ་དང་དེ་ནི་དམ་བཅའ་མཚུངས་མཐོང་བས་རྩོད་དེ་སེལ་ཅིག། བྱས་ཙང་ད་དེ་གའི་དབུ་མ་པ་གིས་མཁས་པ་དབུ་མ་པ་གིས་ད་དེར་མཁས་པ་དབུ་མ་གིས་དབུ་མ་པ་གིས་སེམས་ཙམ་པ་གིས་རྩོད་པ་བསྐོས་བྱས་པ་དེ་གསལ་བར་བྱེད་ཐུབ་ཀྱི་རེད་དགག་པ་རྒྱག་ཐུབ་ཀྱི་རེད་ལྡོག་པ་བྱེད་ཐུབ་ཀྱི་རེད་ལྡོག་པ་བྱེད་ཐུབ་པའི་རྒྱུ་མཚན་ག་རེ་ཟེར་ན་སེམས་ཙམ་པའི་གི་ཚུལ་རྩོད་པ་ཕ་རྩོད་པ་བསྐོས་ལན་ག་རེ་རྒྱབ་ནས་ཕ་རང་ལུགས་ཀྱི་རྟགས་གསལ་བཏང་ཡོང་དུས་དེ་ལ་ལན་ག་རེ་ག་རེ་རྒྱབ་ཡོང་ནས་མཐའ་མ་དེ་ཁོ་རང་གིས་དམ་བཅའ་ཙམ་ཁས་ལེན་ཙམ་གྱི་རེད་བཞག་རེ་བ། སྒྲུབ་བྱེད་རིག་པ་ཞི་བ་གཅིག་བཀོད་ནས་རྒྱུ་མཚན་གང་མཐོང་ཡ་མི་འདུག་དེ་ཡིན་དུས་དམ་བཅའ་ཙམ་དུ་མཐོང་བ་ཡིན་ཙང་དེ་བར་དམ་བཅའ་དེ་གསལ་བ་བྱེད་ཐུབ་ཀྱི་རེད། རིག་པའི་ཐོག་ནས་གསལ་བ་བྱེད་ཐུབ་ཀྱི་རེད་འདོགས་ཐུབ་ཀྱི་རེད་གསུང་ཡ་དེ་རེད། དེ་ཡིན་དུས་ད། ད་དེ་ཡིན་དུས་ག་ལ། དེ་རེད། དེ་ཡིན་དུས་ད། སྒྲུབ་བྱེད་རིག་པའི་ཐོག་ནས་རྩོད་པ་འདོགས་ཐུབ་ཀྱི་ཡོད་རེད། ལུང་ལ་བརྟེན་ནས། ལུང་དེ་གར་ཟེར་བ་ད་ང་ཚོ། དྲང་དོན་ངེས་དོན་ཆེས་འདུལ་ག་ལ། སེམས་ཙམ་པོད་ཀྱི་གཞུང་དང་ཆེ་དོན་ཡོད་པར་སྟོན་པའི་གཞུང་དང་ཀུན་གཞི་ཡོད་པར་སྟོན་པའི་གཞུང་དང་ཐར་ཐོར་ཐིགས་པ་གསུམ་དོན་སྟོན་པའི་ཡོད་པའི་གཞུང་དུ་གཙོ་གང་བ་ལོ་སངས་རྒྱས་ཀྱི་བཀའ་ཡིན་པར་རེ་བྱས་ནས་དེ་དྲང་དོན་བཀྲལ་ཡོད་འདུལ་ག་ལ། ལུང་ལ་བརྟེན་ནས་དེ་ནས་ཅིག་གིས་གནོད་བྱེད་མེད་པ་དང། དབུ་མ་པ་ཀྱིས་སེམས་ཙམ་པོ་ལ་བག་འགག་པོ་སྐྱོན་ཡོད་འདུལ་ག་ལ་ལུང་ལ་བརྟེན་ནས་གནོད་བྱེད་མ་གྲུབ་ཡ། ལུང་ལ་བརྟེན་ནས་གནོད་བྱེད་མེད་དེ་ཉན། སེམས་ཙམ་པས་ཀྱི་གཞུང་ལུགས་དང། སྐུ་བཞི་ཡོད་པར་སྟོན་པའི་སེམས་ཙམ་པའི་གཞུང་ལུགས། དེ་ནས་ཆེ་མཐོང་མེད་པར་སྟོན་པས་ཀྱི་གཞུང་དང། ཐར་འདོད་ཐེག་པ་གསུམ་དུ་སྟོན་པའི་གཞུང་ལ་སོགས་པ་འདི་ཚོ་གཞུང་སངས་རྒྱས་ཀྱི་བཀའ་ཡིན་ན་ཡང་དེ་སྒྲུབ་བྱེད་རིགས་པས་གནོད་ཀྱི་ཡོད་པ་རེད་བ། འདི་སངས་རྒྱས་ཀྱི་བཀའ་མཐའ་སྟོངས་མ་ཡིན་པ། སངས་རྒྱས་ཀྱི་བཀའ་མཐའ་སྟོངས་ལ་རང་བཞིན་གྱི་གྲུབ་པ་ཟེར་ཡ་དེ་དུས་ནམ་ཡང་གསུངས་མེད་པ། དེ་ཡིན་དུས་བཀའ་མཐའ་སྟོངས་དེ་རང་བཞིན་གྱི་གྲུབ་པ་གསུངས་ཡོད་ན་ད་དངོས་གནས་ད་ལྟ་དེ་སེམས་ཙམ་པ་ཞེས་པ་རང་བཞིན་གྱི་གྲུབ་པ་བཀག་ཡ་དེ་གནོད་ཀྱི་ཡོད་རེད་དེ་འདྲ་མ་ཡིན་པ་སངས་རྒྱས་ཀྱི་གསུང་ནང་ལོགས་ལ་གསུངས། གཅིག་གིས་སངས་རྒྱས་ཀྱི་དུས་ཀྱི་དགོངས་པ་གསུངས་ཞེས་པའི་གཞུང་གཅིག་ཡོང་གི་ཡོད་རེད། དེ་ནས་གདུལ་བྱའི་ངོ་ལ་གསུངས་ཞེས་པའི་གཞུང་གཉིས་ཡོང་གི་ཡོད་པ་ཡིན་དུས། ད་སེམས་ཙམ་པའི་གཞུང་ལོ་ག་འགའ་ལོར་གདུལ་བྱའི་ངོ་ལ་གསུངས་ཞེས་པའི་གཞུང་ཆགས་འདུག་མ་གཏོགས་སངས་རྒྱས་དགོངས་པ་གསུངས་པའི་གཞུང་ཆགས་འདུག་ཡོད་མ་རེད། ད་སངས་རྒྱས་དགོངས་པ་གཞུང་གི་སངས་རྒྱས་ཀྱི་དགོངས་པ་གསུངས་པའི་གཞུང་མཐའ་གཏུགས་ཀྱི་གཞུང་ག་རེ་ཟེར་ན་ད་དབུ་མའི་གཞུང་ཟས་ཀྱི་འཁོར་ལོ་བར་པའི་གཞུང་དེ་རེད་བ། དེ་འདྲ་ཡིན་ཙང་དེ་སངས་རྒྱས་རྣམས་ཀྱིས་ནི་གང་ཡང་དངོས་པོ་ཡོད་ཅེས་མ་བསྟན་ཏོ། བཤད་ཚ་ལུང་གིས་གནོད་པ་མེད་པ་ཡང། རེད། ད་ཚོས་ལུང་དྲངས་པས་ན་སེམས་ཙམ་པའི་གི་དབུ་མ་པ་ལ་ཡང་མཁས་པ་དབུ་མ་པ་ལ་ཡང་ཚུལ་ལུང་དྲངས་བྱས་ནས་ང་ཚོ་ཕྱི་དོན་ཡོང་མ་རེད། ཕྱི་བ་འདོན་པར་གྲུབ་པ་རེད་དེ་ཡོད་པའི་རྒྱུ་མཚན་སངས་རྒྱས་ཀྱི་མདུན་ནང་ལ་དེ་འདྲ་གསུངས་ཤར་ལ་ཡོད་དུས་ག་ལ་ད་དེ་དྲང་དོན་རེད། ལུང་གི་ངོ་ཁྱེད་རང་ཚོ་ལུང་ངོ་ལ་དྲངས་པའི་རིགས་པས་དེ་གནོད་གི་ཡོད་མ་རེད། སེམས་ཙམ་པ་གི་དབུ་མ་པ་ལ་རིགས་པ་བཞི་བཀུག་གི་ཡོད་ཕྱིན་རིགས་པ་དེ་བས་ཁས་ལེན་ཙམ་རྒྱུ་མཚན་བས།

གནོད་བྱེད་མཐོང་གི་ཡོད་མ་རེད་ད་འོ་མ་གནོད་བྱེད་མ་མཐོང་བའི་རྒྱུ་མཚན་ག་རེ་ཟེར་ན་སངས་རྒྱས་རྣམས་ཀྱིས་ནི་འགའ་ཡང་དངོས་པོ་ཡོད་ཅེས་མ་བསྟན་ཏོ་ཟེར་དུས་འདས་པའི་སངས་རྒྱས་ད་ལྟ་བའི་སེམས་ཅན་མ་འོངས་པའི་སངས་རྒྱས་ཀྱི་དགོངས་པ་ཐ་དོད་དེ་ར་བཤད་ཀྱི་འཕྲོས་པ་ཡོད་རེད་ཟེར་ནས་བསྟན་ཡོད་མ་རེད། ད་སངས་རྒྱས་ཀྱི་དགོངས་པ་ཐ་དོད་དེ་ག་རེ་ར་བཤད་མེད་པར་སྟོན་པའི་མདོ་དེ་རེད་བ། རང་བཞིན་མེད་པར་སྟོན་པའི་མདོ་དེ་ཡིན་པ་དེ་བཅོམ་ལྡན་འདས་རང་གིས་གསུངས་འདུག་བ་ཟ་བྱེད་སྤྲུལ་བྲལ་འོད་གསལ་འདུས་མ་བྱས་བདུད་རྩི་ལྟ་བུ་ཆོས་ཀྱི་བདག་གཞན་ནི་སུ་ལ་བསྟན་ཀྱང་གོ་བར་མི་ནུས་པས། མི་མ་ནག་གི་ནབ་ཏུ་གནས་པར་བྱ་མི་མ་ནག་གི་འདབ་ཏུ་གནས་པར་བྱ། སངས་རྒྱས་ཀྱིས་ད་བཅས་ཀྱི། ད་གསུང་དང་པོ་དེ་དེར་བ། སངས་རྒྱས་ཀྱིས་ད་འཛམ་བུ་གླིང་ན་ཆོས་ཆོས་ཟེར་ནས་མི་འདོད་ད་གསུང་དང་པོ་འདྲ་བོ་དེ་དེ་གསུམ་གྱི་ཆ་དེ་ཡོད་རོ། འོ་ད་དེར་གང་ཡང་དངོས་པོ་ཡོད་ཅེས་མ་བསྟན་ཏོ། ད་དེ་གའི་རྩ་བ་དེ་གའི་གར་གསུངས་འདུག་ཟེར་ན་སེམས་ཙམ་པ་གིས་སེམས་ཙམ་པ་གིས་ད་ཚུལ་ལན་གར་བསྐྱལ་བས་ན་ཡང་དབུ་མ་མཁས་པ་དབུ་མ་བོ་གིས་དེ་ཡང་སྒྲུབ་བྱེད་ལུང་གི་ཆ་ནས་གནོད་པ་བསྟན་ཐུབ་པའི་ཅིག་དང་རིགས་པའི་ཐོག་ནས་གནོད་པ་བསྟན་ནས་ལྡོག་ཐུབ་ཀྱི་རེད་གསུངས་ཡང་དེ་རེད།

ཕྱི་རོལ་མེད་པར་ཤེས་པ་རང་བཞིན་གྱིས་གྲུབ་པ་ཡོད་རེད་ཟེར་ཏེ་མེད་པར་སྒྲུབ་ཡག་འོ་ད། ཤེས་པ་རང་བཞིན་ཡོད་པ་ཟེར་ཏེ་མཐའ་ཐུག་ཤེས་པ་རང་བཞིན་གྱིས་གྲུབ་པ་རེད་གསུངས་བཞག་པའི་གཞུང་དེ་སངས་རྒྱས་ཀྱི་དགོངས་པ་མཐའ་ཐུག་མ་ཡིན་པ། སངས་རྒྱས་ཀྱི་དུས་སངས་རྒྱས་རྣམས་ཀྱིས་ནི་དུས་ནམ་ཡང་དཔེ་རང་བཞིན་གྱིས་གྲུབ་པ་ཡོད་རེད་ཟེར་ཅིག་དུས་ནམ་ཡང་མ་གསུངས་གསུངས་ཡག་རེད་བ་གང་ཡིན་དངོས་པོ་ཡོད་ཅིག་མ་བསྟན་ཏོ་ཟེར་དུས་སངས་རྒྱས་སུ་ཡིན་ན་ཡང་རང་བཞིན་གྱིས་ཁྲོས་མ་ཡོང་བར་ཟེར་དུས་ནམ་ཡང་གསུང་གི་མ་རེད། ཨ་ནི་གསུང་འདུག་བ་ལ་ན་དེ་ཁོ་རང་གི་ངོ་ལ་གསུང་པ་རེད། འོ་ད་དེ་གསུང་གི་རེད་ད་དེ་ལུང་དྲང་དོན་འདྲི་བའི་དང་ངེས་དོན་འདྲི་བའི་དེ་བྱས། ད་དེ་དེ་ནས་མ་བྱས་ནས་དེ་ནའང་གཞུང་གཞན་པ་ཅིག་ནའང་བསམ་ཚུལ་གཞན་པ་ཅིག་ག་རེད་ཟེར་ན། ད་ཅིག་གིས་གར་ཟེར་བ་ད། གར་ཟེར་བ་ད་དེ། ཕྱི་རོལ་འོ་ད་དེའི་ཨ་རྩ་བ་དེ་ནས་ཡང་ཕྱི་རོལ་མེད་པར་ཤེས་པ་རང་བཞིན་ཡོད་པ། ཡོད་པ་མ་ཡིན་པ། ད་དེ་ནས་མ་ཨ་གསུམ་ཡོད་ལ་ཕྱི་རོལ་མེད་པར་ཤེས་པ་རང་བཞིན་གྱིས་ཡོད་པ། མེད་པ་རང་བསྒྲུབ་བྱའི་གཞུང་གཅིག་དེ་ནས་མ་ལས་མི་འདུག་ད་བསྒྲུབ་བྱའི་གཞུང་དེ་དེར་རྩ་བ་བསྐྱོད་པས་ན། རྣལ་འབྱོར་པ་ཡིས། བླ་མའི་མན་ངག་ལས་སྐྱེས་རོལ་གྱི་ཡང་ས་བཞི་མཐོང་བ་གང་དེ་ཡང་གསུམ་ཆའི་སྐྱེ་བ་མེད་པར་མཐོང་ལོག་པ་ཡིད་ལ་བྱེད་པ་བསྟན་བྱའི་རོ་གསུམ་ཡོད་ལ་རྩ་བ་དེ། ད་རྣལ་འབྱོར་པ་ཡི་སི་ཏུ་དག་ངང་ཚུལ་མག་ཡིན་དབུ་མ་གར་ཟེར་བ་དག་སློབ་བུ་དབྱེ་གཉིས་ཡིན་དངོས་པོ་མཛོད་ནང་ལོགས་ལ་མཛོད་གནས་དྲུག་པའི་སྒོ་དེ་ལ་དག་དོན་དེ་ལ་ཡང་མི་སྡུག་པ་བསྒོམ་ཡང་ཁ་དོག་དེ་གསུམ་དུའང་མི་སྡུག་པ་ངང་ཚུལ་འདོད་ཆགས་ཀྱི་སྙིང་པོ་མི་སྡུག་པ་ཞེ་སྡང་གི་གཉེན་པོ་དག་འདོད་ཆགས་ཀྱི་གཉེན་པོ་མི་སྡུག་པ་དང་དེ་ནས་གར་ཟེར་རྣམ་རྟོག་གི་གཉེན་པོ་དབུགས་འབྱུང་ངོ་བསྒོམ་བ་ཟེར་བ་དེ་ལ་འཇུག་པ་མི་སྡུག་པ་དབུགས་རྔུབ། དབུགས་རྔུབ་བྱུང་བ་དྲན་པ་ནི་གདུལ་བྱ་རྣམས་དུག་ལྷ་རྣམས་སོགས་ཀེང་རུས་ཆགས་བྱེད་ཐམས་ཅད་ལ་རུས་པ་བརྒྱད་ཚོ་ཕག་མདུད་ནི་ཟས་ཀྱི་རྩ་བ་དེ་ནི་མ་ཨ་གསུངས་པའི་གཞུང་འདིའི་ནང་དུ་ལ། མི་སྡུག་པའི་གཉེན་པོ་དང། ཁྲག་མགར་ཟ་བ་དག། རྣམ་རྟོག་གི་གཉེན་པོ་ཟས་ཀྱི་གཉིས་བསྒོམ་སྟངས་འདི་གསུངས་ཡོད་དུས་མི་སྡུག་པའི་གཉེན་པོ་བསྒོམ་ཡོད་དུས་ཀེང་རུས་བསྒོམ་ཡག་འདི་གསུངས་འདུག་ཀེང་རུས་ཟས་དུག་ག་ལ་ང་རང་སོ། མིག་གི་ལུས་ལ་ཆགས་ཡོད་དུས་ག་ལ་མིའི་དབྱིབས་དང་ཁ་དོག་ལ་ཆགས་ཀྱི་ཡོད། རུས་པ་བཞི་པགས་པ་འདི་དང། ཕྱིས་ཀྱི་པགས་པའི་གི་ཁ་དོག་དེ་ལ་ཆགས་ཡོད་རེད་བ་དང་རིག་ཆ་དེ་དང། དབྱིབས་དེ་དང། ཁ་དོག་དེ་མཐོང་གི་ཡོད་རེད་བ། ཁ་དོག་དེ་མཐོང་གི་ཡོད་རེད་དབྱིབས་དེ་མཐོང་གི་ཡོད་རེད་རིག་ཆ་དེ་མྱོང་གི་ཡོད་རེད་བ། ད་དུས་ཚོད་ལ་ཆགས་ཡོད་འདུག་ག་ལ། དེ་ནས་དེ་ཆགས་པ་རྡོ་ཡག་གིས་ཕྱིན་དུས་དུས་ཚོད་པ་ཤ་བསད་ནས་རེད་བ། ཕག་ལ་ཡང་ཀེང་རུས་སྒོམ་ཡག་དེ་གསུང་དུ་ཨ་ཀེང་རུས་ཟེར་དུས་ད་ང་ཚོ་ཤ་བ་བསད་བས་ན།

ཀེང་རུས་གཟིགས་འདུག་དཔེར་ན་ང་ཚོ་སྨན་ཁང་འདི་འདྲ་ནས་བཞག་འདུག་སྨན་ཁང་འདི་འདྲའི་ནང་ད་མིག་གི་ཟོག་པོ་དབྱིབས་ཆ་ཚང་ཅིག་གིས་ད་ཡོད་དེ་ཡང་ཀེང་རུས་ད་རུ་ཁོག་ཅིག་བཞག་གི་འདུག་འོ་ད་འོ་ད་དེ་འདྲའི། སྒོམ་པའི་གེ་རྣལ་འབྱོར་པ་ད་རྣལ་འབྱོར་པ་དུས་ཚོད་གེ་ཟེར་བ་བླ་མའི་མན་ངག་ལ་བརྟེན་ནས་ཟིན་དུས་ད་རང་གི་རྩ་བའི་བླ་མའི་མན་ངག་ལ་བརྟེན་ནས་མི་སྡུག་པའི་གཉེན་པོ་གང་འདྲས་སྒོམ་དགོས་མན་ངག་ལ་བརྟེན་ནས་དེ་ནས་ཀེང་རུས་བས་ཏེ་ཀེང་རུས་མོ་བ་ཡིད་ཆེས་ཀྱི་ཚུལ་དུ་སྒོམ་ཡ་བྱེད་རེ་བ་དེ་འདྲའི་སྒོམ་ལས་དེ་ནས་བསམ་བློ་བཏང་ཡོང་དུས་ག་ལ་ས་གཞི་ཆགས་པ་ཅིག་སྒོམ་ཡ་དེ་འདྲ་ཡོང་གི་ཟེར་དེ་འདྲའི་ཅིག་ས་གཞི་ཆགས་པ་ཅིག་མཐོང་ཡོང་དུས་དེ་ནས་རྣལ་འབྱོར་པ་དེ་ཚོ་གིས་རང་གི་མོ་བ་ཡིད་ཆེས་སྒོམ་བསྡད་ཡ་གི་ད་ཀེང་རུས་དང་ད་ནས་སྒོམ་པོ་པོ་རང་ཉིད་དང་བཅས་ཀྱི་སྒོམ་བྱེད་ཀྱི་ད་ཏིང་ངེ་འཛིན་དང་དུས་ཚོད་གང་གང་ལོ་རང་ཤེས་ཀྱི་སྐྱེ་བ་མེད་པ་མཐོང་གི་ཡོད་རེད་དུས་ཚོད་གང་གང་ལོ་རང་ཤེས་ཀྱི་འཁྲུལ་པས་མཐོང་གི་ཡོད་མ་ད་རེ་བ་ཤེས་པའི་རྣལ་འབྱོར་པ་དེ་ཚོ་གིས་ཀེང་རུས་དེ་འདྲའི་ས་གཞི་ལྟ་བུ་ཁྱབ་པར་འགྲོ་བ་མཐོང་བ་དེའི་ཚེ་ན་དེ་ནས་རྣལ་འབྱོར་པ་རང་ཉིད་ཀྱིས་སྒོམ་བྱེད་ཀྱི་ཡུལ་དེ་དང་སྒོམ་པ་པོ་དང་སྒོམ་བྱེད་ཀྱི་ཏིང་ངེ་འཛིན་དེ་གསུམ་འཆར་ལོ། དེ་ནས་རང་བཞིན་གྱིས་སྐྱེ་བ་མེད་པ་མཐོང། རེ་བ་སྐྱེ་བ་མེད་པ་མཐོང་ཡ། དེ་ནས་སྐྱེ་བ་མེད་པ་མཐོང་བའི་རྒྱུ་མཚན་ག་རེ་ཟེར་ན་མོས་པ་དེས་ལོག་པ་ཡིད་ལ་བྱེད་པ་བསྟན་ཕྱིར་རོ། ཟེར་ཏེ་མོས་པ་ཡིད་བྱེད་ཀུན་ནས་བསྒོམས་པ་མ་གཏོགས་དངོས་གནས་མེད་པ་ཅིག་མཐོང་གི་རེ་བ་དངོས་གནས་ད་ལྟ་འདས་ཀྱི་རྣལ་འབྱོར་པ་དེ་ཚོ་ཕ་གིའི་ས་གཞི་སྙིང་རུས་ལ་ཁྱབ་པ་ཅིག་གནང་གི་ཡོད་རེད་སྣང་བ་ན་མོ་པའི་ཐོག་ནས་སྒོམ་དགོས་རུ་སྒོམ་པ་ལ་དེ་འདྲ་གནང་གི་ཡོད་ཟེར་བ་གནང་ཡོད་དུས་ག་ལ་ཁོ་དངོས་གནས་འདུག་བསམ་དགོས་མ་རེད་ད་ཁོ་རང་གིས་མོ་པའི་ཐོག་ནས་སྒོམ་ཞབས་པ་ཅིག་རེད་བ་ཅིག་གིས་ཏིང་ངེ་འཛིན་གྱི་སྟོབས་ཀྱིས་ཕ་གི་ཅིག་གིས།

གནས་ལུགས་གནས་ལུགས་འདྲ་པོ་ཅིག་དགོངས་ཀྱི་ཡོད་མ་རེད་བ། ཁོ་རང་ཡུལ་ཀེང་རུས་ཀྱི་རྣམ་པ་ཤེས་ཐག་བཅད་པ་བསམ་བློ་བཏང་ཡོད་དུས་དེ་ནས་ཁྱབ་པ་འགྲོ་དགོས་གནང་གི་ཡོད་གནང་བ་མ་གཞི་ཀེང་རུས་ཀྱི་ཁྱབ་གནང་གི་ཡོད་རེད་གནང་བ་དེ་རང་ངོ་ནས་མི་འདུག་བསམ་པ་ཅི་ད་དེ་འདྲ་ཞིག་མིན་རོ་དེ་འདུག་བ་དེ་འདུག་བ་དེ་གི་འགྲེལ་བཤད་དེ་འགྲེལ་བ་རང་བྱས་པས་ན་ད་དུས་དུས་ཆེ་མ་འདུག་མི་འདུག་བ། དེ་གར་ས་ཡུལ་དང་དབང་པོ་དང་རྣམ་པ་ཤེས་པའོ་ས་དེ་ཅིའི་ཕྱིར་ཞེ་ན་ཏིང་ངེ་འཛིན་ནི་ལོག་པ་ཡིད་ལ་བྱེད་པ་བསྟན་ཕྱིར་རོ། ད་ཏིང་ངེ་འཛིན་དེ་ནི་དེ་ཁོ་ན་ཉིད་ཡིད་ལ་དེ་ཁོ་ན་ཉིད་མ་ཡིན་པའི་ཡིད་ལ་བྱེད་པའོ་ཞེས་མདོ་ལས་འབྱུང་བའི་ཕྱིར་རོ། ད་དེ་འདྲ་ཅིག་མ་གཏོགས་མི་འདུག་སྟོང། སྡོམ་རྒྱ་བས་ན་ད་དེ་རེད་ཕྱི་རོལ་མེད་བ་ལ་ཤེས་པ་རང་བཞིན་གྱིས་གྲུབ་ཡོད་མར་ད་ལྟ་དེ་ཡི་རྣལ་འབྱོར་པ་འདི་ཚོགས་ཀྱི་ཀེང་རུས་ས་གཞི་ཁྱབ་པ་ཅིག་བསྒོམ་པ་དེའི་ཚེ་ན་ནའང་ཏིང་ངེ་འཛིན་གྱི་སྟོབས་ཀྱིས་བག་ཤ་བདེ་བ་དང། ཅིག་གིས། ཤ་བདེ་བ་གྲུབ་བདེ་བ་ཅིག་མ་འདོད་པས། ཅིག་གིས་གྲུབ་བདེ་བ་ཅིག་རེད་ཟེར་བ།

ང་ཚོ་དབང་པོ་ཡོད་རོགས་དབང་པོ་ཆེ་དབང་པོ་ཤེས་པ་ཆེ་དུས་ཚོད་ཀྱི་ཕག་ང་ཚོ་དཔེ་ན་གདུལ་དཀའ་ལ་ལྟ་བ་དེའི་ཚེ་ན་གདུལ་དཀའ་ལ་ལྟ་བ་དེའི་ཚེ་ན་གདུལ་དཀའ་ལ་ལྟ་བའི་གི་ལྟ་བ་པོ་རང་ཉིད་ཀྱི་གདུལ་དཀའ་ཕ་གི་མཐོང་བ་དེ་ན་བཞིན་དེ་ནས་ཕྱི་ལ་ཡོང་བའི་གི་མི་དེ་ཚོ་གི་ཡང་ཕ་གི་གདུལ་དཀའ་ན་ཡོད་བ་དེ་མཐོང་གི་འདུག་བ་པས་དེ་ན་བཞིན་བྱས་ནས་རྗེས་ཀྱི་ཀེང་རུས་ས་གཞི་ལྟ་བུ་ཁྱབ་པ་ན་བའི་གི་དེ་འདྲའི་དབང་དེ་འདྲའི་མཐོང་བ་བྱེད་པ་ལ།

བླ་མའི་མན་ངག་ལ་བརྟེན་ནས་ཀེང་རུས་བསྒོམས་པས་ཀྱི་རྣལ་འབྱོར་པ་དེ་ཉིད་ཀྱིས་ས་གཞི་ཀེང་རུས་ཁྱབ་པ་མཐོང་བ་ན་བཞིན་བྱས་ནས་དེ་མ་ཡིན་པའི་རྣལ་འབྱོར་བ་མ་ཡིན་པ་གཅིག་གིས་ཡང་དེ་ནས་གཅིག་གིས་གར་སོགས་རེ་གཅིག་ཤོས་ཀྱིས་ཡང་བློ་གཏད་ཡོང་དུས་ས་གཞི་ཀེང་རུས་ཁྱབ་པ་ཅིག་མཐོང་བ་ཡོང་གི་འདུག་མི་འདུག་རེད་བ། ད་མཐོང་བ་ཡོང་གི་འདུག་མི་འདུག་ཤེས་པ་རང་བཞིན་གྱིས་ཡོད་པ་ཡིན་ན་དེར་མཐོང་དགོས་ཀྱི་རེད་ཤེས་པ་རང་བཞིན་གྱིས་གྲུབ་པ་ཁས་ལེན་པ་ཡིན་ན། ད་བྱེད་རོགས་མེད་པར་ཤེས་པ་རང་བཞིན་གྲུབ་པ་ཁས་ལེན་པ་ཡིན་ན་དེ་འདྲ་བའི

ཀེང་རུས་ལ་དྭགས་ཀེང་རུས་དགོན་པའི་གི་ཏིང་ངེ་འཛིན་དེ་ཡང་མོ་བ་ཡེ་ཤེས་ཀྱི་བློ་མ་ཡིན་པ་ཐར་བའི་སྐྱོན་ཡོང་གི་རེད། རྫུན་པ་མ་ཡིན་པ་ཐར་བའི་སྐྱོན་ཡོང་གི་རེད། གང་ཡིན་ཟེར་ན། ཁོ། གཅིག་གིས་རྣལ་འབྱོར་བ་མ་ཡིན་པ་གཅིག་གིས་ཡང་ཀེང་རུས་དུས་ཚོད་རྟོགས་པ་ཅིག་ཡོང་གི་འདུག་བ་ཟེར་མ་གོམས་པར་བྱས། གོམས་པའི་གི་བློ་ཉམས་མྱོང་གིས་བདག་གཅིག་གི་མོ་བ་ཡེ་ཤེས་གང་ཡང་མེད་དེ་ཉིད་མི་ཕལ་བ་གཅིག་གིས་ཡང་ས་གཞི་ཀེང་རུས་ཀྱིས་ཁྱབ་པ་རྟོགས་ཡོད་ན་ད་དེ་འདྲ་བའི་ནི་ཡ་གིའི་རྣལ་འབྱོར་པའི་གོམས་པའི་སྟོབས་ཀྱིས་ས་གཞི་ཀེང་རུས་ཁྱབ་པར་སྣང་བས་ད་ས་གཞི་ཀེང་རུས་ཁྱབ་པ་ཅིག་གོམས་པའི་གི་ཏིང་ངེ་འཛིན་དེ་ཡང་མོ་བ་ཡི་ཕྱིའི་ཟས་ཀྱི་ཐོག་ནས་གོམས་པ་རེད་ཟེར་དང་དེ་འདས་མ་མར་བརྫུན་པ་རེད་ཟེར་གྱི་ཐ་སྙད་དེ་ཡང་མེད་པར་ཐལ་བའི་སྐྱོན་ཡོང་གི་འདུག། འོ་ད་དེ་འདྲས་ཅིག་རེད། ཐར་བའི་སྐྱོན་ཡོད་དགོས་འདུག་ཟེར་དུས་ག་ལ་ཁྱོད་ཀྱིས་དབང་རྣོན་ཡོད་ན་ཞེས་ལྟ་བ་དེ་ལྟར་མི་འདུག་ཡིད་ཀྱི་ཡང་འགྱུར་སྣང། དེ་བཞིན་ཡོད་དེ་བློ་གཏད་གཅིག་ཤོས་ཀྱིས་རྟོག་དཔྱོད་དེ་ནི་རྫུན་པ་ཡང་མི་འགྱུར། རེད་བ། ད་དེ་དཔེ་དེ་དང་དོན་གཉིས་བཞག་གི་འདུག་དཔེ་དེ་སྡུག་ག་ལ་ལྟ་བ་དེ་ཟེར་ན་སྔ་ཕྱི་གཉིས་ཀྱི་ལྟ་རང་གི་ལྟ་བ་དེ་དང་གཞན་གྱི་ལྟ་བ་གཉིས་གཅིག་པ་མཐོང་གི་ཡོད་རོགས་ཕ་གིས་སྡུག་ག་བལྟ་ས་ཡོད་དེ་གཅིག་པ་མཐོང་གི་ཡོད་རེད་རེད་བ། ད་དེ་ལ་ངོ་བོ་ཡིད་བྱེད་དང་དེ་འདྲའི་གོ་ཡ་མེད་དུ་ཁོ་རང་དངོས་ཡོད་གནས་ཚུལ་ཡོད་པ་དེ་མཐོང་གི་རོ་པས་དེས་ན་ཤེས་བྱས་ནས་ཀེང་རུས་མཐོང་དབང་དེ་རྣལ་འབྱོར་བ་གིས་བསྒོམས་པའི་སྟོབས་ཀྱིས་མཐོང་དབང་དེ་དག་རྣལ་འབྱོར་བ་མ་ཡོང་པ་ཅིག་གིས་མཐོང་གི་ཡོད་ན་ཅིག་ཤོས་ཀྱིས་དེ་ལྟ་བ་དེ་ཚེ་བསམ་བློ་བཏང་བ་དེ་ཚེ་ན་མཐོང་གི་ཡོད་ན་ད་དེ་རྣལ་འབྱོར་བའི་གི་ཏིང་ངེ་འཛིན་དེ་ངོ་བ་ཡིད་བྱེད་ཀྱི་ཏིང་ངེ་འཛིན་ཟེར་ཡ་དེ་ཡང་མ་ཡིན་པ་ཐག་ཡི་འདུག་རེད་བ། དེ་འདྲ་བའི་རྣལ་འབྱོར་བས་བསྒོམས་པའི་ཏིང་ངེ་འཛིན་ཡང་རྫུན་མ་ཟེར་ཡ་ཅིག་རྫུན་པ་ཟེར་ཡ་ཅིག་རེད་བ། བདེན་པ་མ་ཡིན་པར་རྫུན་པ་ཟེར་ཡ་ཅིག་བཞག་མ་ཤེས་པར་ཐལ་བའི་སྐྱོན་ཡོང་གི་འདུག་དེ་ཡང་སྐྱོན་ཡོང་གི་རེད་གསུངས་ཡ་ད་འདི་འདྲའི་ཅི་རེད་བཞག་ད་དེའི་ཆ་དེ་ནས་དེ་ཞུ་གོ་ད་ལ་ཡ་དེ་ནས་ད་བཀྲ་ཤེས་ད་འདི་ནང་ལོ་འདི་ནང་ལོ་ལ་ལང་ཚོ་འདི་འགོར་བ་ད་ཆུ་ཀླུང་སྣ་དྲག་ཏུ་ན་བའི་དབང་ཤེས་ཟེར་ཡི་དྭགས་ལ་ཡང་ཆུ་ཀླུང་སྣ་དྲག་ན་བའི་དབང་ཤེས་དེ་ཤི་བ་རང་ཤི་འགྲོའི་དཔེ་རེད་ལབ་པའི་ན་དེ་མ་ཡིན་པ་གསུངས་བཞག་པ་དེ་ད་ཕྱི་མ་དེ་རེད་བཞག་རབ་རེད་དང་དེ་དབང་པོ་ཅན་ཚོང་པ་ཆུ་ཕག་བློ་ཡིན་ཆུ་ཕག་རླུང་ལ་ཡི་དྭགས་རྣག་བློའི་ཡང། ཚིག་རྐང་གཉིས་དེ་གས། ཚིག་རྐང་པ་གཉིས་དེ་གས། དག། ཡི་དྭགས་ལ་ཡང་ཆུ་ཀླུང་སྣ་དྲག་སྣང་བ་རྣ་བའི་བློ་ཅི་འདོད་བ་དག་དེ་ཤེས་པ་རང་བཞིན་གྲོལ་བའི་དཔེ་བཞག་ན་འགྲིག་གི་ཡོད་རེད་ལབ་པས་ན་འགྲིག་གི་མི་འདུག། མ་འགྲིག་པའི་རྒྱུ་མཚན་ག་རེ་ཟེར་ན་དེའི་སྔོན་ལ་ཡང་སྐྲ་ཤད་འཛར་བ་རྣ་བའི་དབང་ཤེས་དེ་ཤེས་པ་རང་བཞིན་གྲོལ་བའི་དཔེ་མ་བཞག་པ་བཞག་ན་འགྲིག་གི་མི་འདུག་ཟེར་ཡང་དགག་པ་སྐྱོན་ཚར་བ། བཀྲ་ཤིས་འཛག་པ་ན་བའི་དབང་བཞི་མིག་རབ་རིབ་ཀྱིས་བསླད་པའི་དབང་གིས་བཀྲ་ཤིས་འཛག་པ་ན་བའི་དབང་བཞི་དེ་ཤེས་པ་རང་ཤེས་འཁྲུལ་པ་ཡོད་པའི་དཔེ་བཞག་ན་འགྲིག་གི་མི་འདུག་དགག་པ་སྐྱོན་པ་དེ་དང་གཅིག་མཚུངས་རེད། ཆུ་ཀླུང་ལ་ཡི་དྭགས་སྣང་བའི་ཆུ་ཀླུང་ལ་ཡི་དྭགས་ཀྱི་རྣག་ཁྲག་སྣང་བའི་བློ་དེ་ཤེས་པ་རང་ཤེས་འཁྲུལ་བའི་དཔེ་བཞག་གི་མ་རེད། དཔེ་བཞག་པས་ན་རྟགས་རབ་རིབ་ཀྱིས་བསླད་པའི་ཤེས་པ། བཀྲ་ཤིས་འཛག་པ་ན་བའི་དབང་བཞི་དེ་ཤེས་པ་རང་ཤེས་འཁྲུལ་བའི་དཔེ་བཞག་གོ་དེ་མེད་པ་དེ་ངག་བཀག་ཟིན་པའི་ཕྱིར་རེད། འདི་གསུང་ངོ་རེད་རོ། བདག་དེ་ན་མདོར་ན། མདོར་བསྡུས་ན་ཤེས་པས་ན་བདག་དེ། མདོར་ན་བཟང། མདོར་ན་ཇི་ལྟར་ཤེས་བྱ་མེད་དེ་བཞིན་བློ་ཡང་མེད་ཅིང་དོན་འདི་ཤེས་པར་གྱིས་ད་མདོར་བསྡུས་ན་ཤེས་པས་ན་ཤེས་བྱ་མེད་པ་ལ་ཤེས་པ་ཡོད་མ་རེད་ཤེས་པར་གྱིས་ཤེས་པ་ཟད་དེ། ཤེས་བྱ་ཤེས་པ་ཟད་དེ་ཤེས་བྱ་ལ་ལྟོས་ནས་སྐྱེ་དགུ་ཡོད་རེད་རོ། ཤེས་བྱ་ཅིག་བཞག་ནས་དེ་ལ་བརྟེན་པའི་ཤེས་པའི་བློ་ཡུལ་ཅན་བློ་ཞེས་བྱ་དགོས་འདུག་ག་ལ་ཤེས་པ་མེད་པ་ཤེས་བྱ་མེད་པ་དེ་ཤེས་པར་གྱིས་ཤིག་ད་ཀུན་གཟིགས་རེ་བ་བྱས་ཙང་ད་ལྟ་སེམས་ཙམ་པ་གིས